ས་ར་ནང་གི་བོད་བཟི་མཁན་གྱི་རྣམ་པ་ལན་རྒྱས་ཚང་མ་ལ་མཚམས་འདྲི་ཞུ་བ་དང་སྦྲགས། བཀའ་སྲུང་དྲག་གྲོགས་ཤིག་གིས་མཆན་གྱི་ནང་ལོགས་ལས། འབོད་སྐུལ་གནང་བའི་གཞི་བཟང་ཆགས་མེད་རག་ཨག་ཨག་སེ་གི་འཁྲུངས་གནས་གང་ཡིན་པ་དེ་ས་བཀྲ་གི་ལག་ནས་ངོ་སྤྲོད་མདོར་བསྡུས་ཀྱིས་ཞུ་ཡ་ཡིན།

དེ་ནས་པ་རེ་འདས། རྩ་བའི་དག་འདུས་དེ་དང་གཅིག་པ་རེད་དེ། རི་རྒྱུད་དང་ཆུ་རྒྱུད་དེ་ཚེ་མཐོང་ཐུ་བར་བ། དེ་ནས་འདས་ཡི་གེ་ཆུང་བ་དེ་ལས་རྨོ་མདའ་བཤང་ཟིན་དུ་བ་དང་འདྲ། ཆགས་མེད་རིན་པོ་ཆེ་གི་འཁྲུངས་གནས་གནས་མདོ་ཟེར་དེ། དེང་སང་གི་སྲིད་འཛིན་རིམ་པའི་དབང་དུ་བྱས་པས། རྨོ་མདའ་ཡོད་ཚོ་རྒྱ་སྐད་ལས་རྨོ་མདའ་བཤང་ཟེར་དེ་གི་ཁོངས་སུ། གཏོགས་འདུག། ས་ཁྲ་འདི་ཡང་སྒོ་སྒོར་གྱི་ས་ཁྲ་བཞི་འབའ་གཅིག་རེད་རྩ་བའི་གཅིག་པ་རེད་འདིའི་ནང་ལོགས་ངོ་སྤྲོད་བཞི་འབའ་གཅིག་ཞུ་བ་ཡིན་ན་ཆབ་མདོ་ཆུ་གཉིས་བར་ལ་ཆགས། འདི་ནས་མ། རྫ་ཆུ་བབས། འདི་ནས་མ། ངོམ་ཆུ་བབས། ད་ངོམ་ཆུ་བརྒྱུད་ནས་ལ་ལ་འགྲོ་དུས་ད་འདི་ཞུ་བདེ་ཡག་གི།

ས་ཆ་དེ་འདི་རེད། ད་འདི་གི་གཡས་སྐོར་ལས་སྐར་མ་པ་གྲོགས་པ་མཐོང་བ་དོན་འགྲེལ་ལ་སོགས་པ་རྣམ་འཕྱོན་མི་འགྱུར་རྡོ་རྗེ་ལ་སོགས་པ་ད་མང་པོ་ཅིག་འཁྲུངས་ཡོད་རེད་བ་དེ་ཚོ་དེ་ད་ད་ཞུ་མི་དགོས་བ་བྱས། ད་ཁོང་འཁྲུངས་ས་གི་ས་ཆ་དེ་དངོས་གནས་ཀྱི་འཁྲུངས་ས་དེ་འདི་ལས་ངོས་འཛིན་བྱེད་གི་འདུག་བ་དེང་སང་ཁོ་རང་རང་གི་རྣམ་ཐག་གི་ནང་ལོགས་ལས་ཨ་ནེ་ས་དྲུག་སོ་གནམ་གྲུ་གསུམ། ལང་གྲུ་སོགས་རི་མོ་བྲིས་པ་འདྲ་བ་ཕ་བོང་ཇེ་ཆེ་ཆེ་གི་གྲོང་དུ་ཁོ་རང་སྐྱེས་ཡོད་རེད་ཟེར་ནས་སོང་ཡོད་རེད་བ། རྣམ་ཐར་དེ་མ་གཟིགས་བ་ཡིན་ན་འདི་རེད། ད་འདི་མ་བྱེད་ངས་འདོན་བྱས་ན་གལ་མི་འདུག། ཁ་བའི་ཡུལ་ཞིག་འཛམ་གླིང་བྱང་གི་ཕྱོགས་ཐུགས་རྒྱུད་ཆེན་པོའི་བྱིན་གྱིས་བརླབས་པའི་ཡུལ་བོད་ཅེས། དེ་ལ་ས་གཞི་སྟོད་སྨད་བར་གསུམ་ལས་སྨད་ཀྱི་ཆ་ཏོག་གླིང་ཁྲི་བར་མ་སྟེ། སྒང་དྲུག་ནང་ནས་མདོ་ཁམས་ཟབ་མོ་སྒང། ཡུལ་ཕྲན་ངོམ་དུ་རུང་བ་ཞལ་བཞི་བསྟོད། ཆུ་བོ་གསེར་ལྡན་དར་གྱི་འབབ་པའི་འགྲམ་གནས་མི་གནས་ཀྱི་མིང་དང་ལྡན་པའི་ས། གནས་མདོ་བཀའ་བརྒྱུད་སའི་གནས་ཀྱི་མིང་འདི། ལམ་གསུམ་དྲོད་གསུམ་བྲིས་པ་ལྟ་བུའི་ན་བཟའ་གྱི་ཆུ་མགྱོགས་འབུར་དུ་དུད་པས་བསྐྱིལ། གྲངས་འབུམ་ཕ་བོང་དཀྱིལ་འཁོར་ལྟེ་བར་འདྲ་དེའི་དྲུང་དུ་ཁོ་བོ་བརྩེགས་པའི་ས། འོ་དེ་རེད། འོ་དེ་གའི་ས་ཆ་དེ་འདི་ལས་ངོས་བཟུང་གནང་གི་འདུག་དེ་ནས་ཁོང་གི་གདན་ས་ངག་དམར་རའི་ཚེ་མི་ལོ་བཅུ་གསུམ་ལ་སྒྲུབ་པ་བརྒྱབ་ས་གི་ས་ཆ་ཟེར་ན་མི་འདུག་ད་དགོན་པ་དེ་འདི་ཡོད་རེད་ཟེར། ཨ་ནེ་གནས་མདོ་དགོན་པ་དེ་རྩ་བའི་འདུ་བ་ཅིག་ལ་ཡོད་པའི་བཟོ་འདྲ་འདུག་ས་ཁྲ་ནང་ལོག་མཐོང་གི་མི་འདུག་ཨ་ནེ་ངས་པར་དངོས་གནས་དེ་འདྲའི་མ་གཞུག་ལས་གཞན་པ་ཞུ་ཆོག་ཅེས། ད་མདོ་ཁམས་ཀྱི་ས་ཡི་འཁྱག་ཚུར་དང་ས་ཆ་གི་མིང་ལ་དོ་སྣང་གནང་མཁན་ཡིན་ན་འདི་ནང་ལོགས་ལ་གནད་འགག་འདྲ་བ་གསུམ་འདུག་བསམ་གྱི་འདུག། གླིང་ཁྲི་བར་མ་ཟེར་གྱི་འདུག་ཨ། དེ་གཅིག་བཅས། སྒང་དྲུག་ནང་ནས་མདོ་ཁམས་ཟར་མོ་སྒང་ཟེར་གྱི་འདུག་ཨ། དེ་གཅིག་བཅས། དེ་ནས་ཆུ་བོ་གསེར་ལྡིང་དར་གྱི་འབབ་པའི་འགྲམ་ཟེར་འདུག་ཨ།

དེ་མ་ཡིན་པར་ཚོང་སྦྱིན་མཁན་སོགས་གྲྭ་བཙོང་མཁན་འདྲ་བོ་ཡིན་ན་དམིགས་བསལ་གྱི་འདི་ཚོ་དང་འབྲེལ་བ་དམིགས་བསལ་གལ་ཡོད་མ་རོགས་ཨ། དེ་ནས་པར་རིས་ཁ་ཤས་ཀྱི་ངེས་མ་ཞུས་ཡོང། འོན་པར་རིས་དེ་ཚོ་དུས་བོད་ནང་ལོགས་ནས་ཁ་ཤས་ངས་ངོ་ཤེས་གྲོགས་པོ་དེ་འདྲ་གི་བཏང་སོང་ཁ་ཤས་དགོན་པ་རང་གི་མི་གི་དྲ་རྒྱ་གི་ཐོག་ལ་བཞག་བཞག་བ་རེད་ད་དེ་ཚོ་ཡང་འདི་ངོ་སྤྲོད་ཞུས་བ་ཡིན་ན་སྐྱོན་ཆེ་བ་གལ་ཡོད་རྒྱུ་མ་རེད་བསམ་གི་འདུག། དེ་ནས་ཡིག་ཐོག་ནས་ས་ཞེས་བྲིས་རྒྱ་བ་དེ་ཚོ་ལས་མིག་སེར་འདྲེ་ཤེས་ཟིག་གེ་ཞུ་མི་དགོས་པ་ཆེ། ད་ལྟའི་ཁོང་འཁྲུངས་ས་ཀྱི་ས་ཆ་ས་གྲུ་གསུམ་གནང་གྲུ་གསུམ་ཆུ་གྲུ་གསུམ་གྲུ་གསུམ་ཕག་མོའི་དཀྱིལ་འཁོར་འདྲ་བ་ཡོད་ཟེར་དེ་ད་འདི་ལས་ངོས་བཟུང་གི་འདུག་བ། མཆོད་རྟེན་དེ་དེང་སང་གསར་བ་འགྱིམ་འཇོག་རེད་ཟེར་གི་འདུག་ད་ལྟའི་ཁོང་གི་མི་ལོ་བཅུ་གསུམ་ལ་སྤྲུལ་པ་གནང་ས་གནམ་ཆོས་མི་འགྱུར་རྡོ་རྗེ་དང་མཉམ་དུ། སྒྲོལ་བ་སྣང་ས་ཁེ་ནི་ངོམ་སྤ་རེ་རྩེ་སེ་ཡག་དགོན་པ། ཡང་ན་གནས་མདོ་སྤ་རེ་རྩེ་སེ་ཡག་གི་སྒྲུབ་གནས་དེ་རེད་ཤག་ད། འདི་གནས་མདོ་དགོན་པ་དེ་རེད་ཤག་གནས་མདོ་དགོན་པ་དེ་ཡོད་ཀྱི་དབང་དུ་བྱས་པ་ཡིན་ན་དེང་སང་གི་འགྲོ་སྟངས་བྱས་པ་ཡིན་ན་ད་ཆབ་མདོ་རྫོང་དེང་སང་ཁ་རོ་རྫོང་ལགས་འདུག་ཨ་དེ་ཁོང་ཐོག་གི་རྨོམ་ད་ཡོད་ཚོ་ཁེ་ཁོང་ཐོག་ད་འདི་ངའི་ས་དྲན་པ་དེ་ཡང་དེ་རེད། གནའ་སྔ་མོ་ཡིན་ན་གནས་མདོ་སྡེ་བ་ཟེར་ཡ་གི་ད་བོད་བཙན་པོའི་གདུང་རྒྱུད་ཀྱི་ཟིན་བསྟན་མཁན་གྱི་ས་ཆ་ཅིག་ཁྱད། ཆོས་བརྒྱུད་ཀྱི་ཆ་ནས་གནས་མདོ་བཀའ་བརྒྱུད་ཟེར་ཡ་དེ་ད་ས་ཆ་འདི་གི་མིང་དང་འབྲེལ་ནས་སླེབས་ཡོང་ཡ་ཅིག་ཆགས་ཀྱི་ཡོད་རེད་བ། དེ་གནས་མདོ་བཀའ་བརྒྱུད་ཀྱི་ད་དགོན་པའི་བདག་པོ་གནས་མདོ་བཀའ་བརྒྱུད་སོར་སྟོན་མཁན་ཟེར་གི་མ་རེད་ད་ཆགས་མེད་རིན་པོ་ཆེ་གི་གཟིམ་ཁང་རེད་ཟེར་གི་འདུག། འདི་ཁོང་གི་འཁྲུངས་གནས་དགོན་པ་ཡོད་སའི་དེ་ནི་ཡ་ལྟེ་བ་ཡིན་ན། པར་རེད་རྩེད་རེད་གནས་འདུག་དགོན་པ་རེད་ཚང་མ་མཐོང་གི་འདུག་བ་ཁོ་ཚོ་དེ་ཧ་ཅང་གི་ཐག་ཉེ་བོ། ངོམ་ཕྱུག་གི་ཤར་གྱི་ཕྱོགས། ཕྱུག་གི་འགྲམ་ཕྱོགས་བསིལ་ལྡན་དར་གྱི་འབབ་པའི་འགྲམ། གནས་མིན་གནས་ཀྱི་མིང་དང་ལྡན་པའི་ས། ད་དེ་ནས་མང་པོ་ཞུ་ཡ་ཟེར་སྐལ་མི་འདུག། ཆགས་མེད་རིན་པོ་ཆེ་གི་རྣམ་ཐར་དེ་ཧ་ཅང་གི་བརྗེད་པོ་རེད་དེ་ངས་སྐབས་སུ་བབ་གི་མི་འདུག་དེ་ག་ནང་བཞིན་ཆོས་བརྒྱུད་ཀྱི་ཆ་ནས་ཆགས་མེད་རིན་པོ་ཆེ་གི་གནས་མདོ་བཀའ་བརྒྱུད་ཀྱི་ཆོས་བརྒྱུད་དེ་ཞི་དྲག་གི་རྒྱ་ཆེན་མོ་རེད་དེ་ཡང་ངས་ད་ལྟ་སྐབས་སུ་བབ་གི་མི་འདུག་ད་ད་ལྟ་ངས་ཁ་སང་དྲ་གྲོགས་གཅིག་གི་འབོད་སྐུལ་གནང་བ་ནང་བཞིན་ཁོང་འཁྲུངས་གནས་ཀྱི་ས་ཆ་དེ་དང་དགོན་པ་དེ་ཚོ་དེང་སང་བོད་ཅེས་པའི་ཤར་ལྷོ་ནུབ་བྱང་ས་ཕྱོགས་གང་དུ་ཡོད་མེད་ས་བསྒྲགས་གི་ལམ་ནས་ངོ་སྤྲོད་ཞུ་ཡ་དེ་ཡིན་ཏེ། ཙམ་གྱིས་ཕ་རྒྱལ་འགྲིག་གི་རེད་བསམ་གི་འདུག་དེ་ནས་རྩ་བའི་དཔའ་རིས་བརྩེགས་ཀྱི་དགོན་པ་དེ་ཕྱི་ལོ་གཅིག་སྟོང་དྲུག་བརྒྱ་གི་ནང་ལོ་ལས་ཕྱག་བསྟར་རྒྱལ་བ་གཅིག་ཧ་ལམ་ཆགས་མེད་རིན་པོ་ཆེ་མ་འཁྲུངས་སྔོན་ནས་ཕྱག་བསྟར་མི་འགྲོ་ས་ཁོང་ལ་ཚུར་ཕུད་ཡོང་རྒྱུ་གས་སྒྲུབ་གནས་ཀྱི་ཕྱག་དེ་ཤག་དེ་ནས་གནས་མདོ་དགོན་པ་དེ་ནས་ཕྱི་ལོ་གཅིག་དོ་བརྒྱད་བརྒྱད་ཀྱི་ནང་ལོ་ལ་ཆགས་མེད་སྐུ་འཕྲེང། ག་ཚད་འཁྱིལ་དགོས་ན་ད་དེ་འདྲའི་སྐྱེས་ཁའི་ཕྱག་བདར་རྒྱལ་བ་ཅི་རེད་ཤག། དེ་ནས་རྩ་བའི་ལུང་པ་ཁོ་རང་གི་མིང་ལ་གནས་མདོ་ཟེར་ཡག་གི། འབོད་སྲོལ་དེ་གནའ་སྔ་མོ་ནས་ཡོད་བསྡད་པ། འོ་དོས་འདྲ་བ་ཀྱི་ཕྱག་དེ་ཤག་ཟེར་ནས་ཞུ་ཡ་ཡིན། ཚང་མ་ལ་བཀྲ་ཤིས་བདེ་ལེགས།